བཅོམ་ལྡན་འདས་དེ་བཞིན་གཤེགས་པ་དགྲ་བཅོམ་པ་ཡང་དག་པར་རྫོགས་པའི་སངས་རྒྱས་བདག་ཅག་གི་སྟོན་པ་མཉམ་མེད་ཤ་ཁྱི་རྒྱལ་པོའི་ཞབས་ཀྱི་རྡུལ་དྲི་མ་མེད་པ་ལ་མགོ་བོས་རབ་ཏུ་བཏུད་དེ་སྒོ་གསུམ་གུས་པ་ཆེན་པོས་ཕྱག་འཚལ་ཞིང་སྐྱབས་སུ་མཆིའོ། བདག་དང་སེམས་ཅན་ཐམས་ཅད་ཀྱི་རྒྱུད་བྱིན་གྱིས་བརླབས་པར་མཛད་དུ་གསོལ། བཅྭ་བརྒྱད་ཡོངས་འཛིན་མཁན་ཆེན་ཁྲ་འགུ་རིན་པོ་ཆེས་ད་ཆེད་དགོངས་པ་རྫོགས་ཚར་བ་རེད། དེ་ནས་འདི་གི་ཐོག་ལ་ཁ་རྩང་དང་པོ་སྨྱུང་ནས་སྨན་ཁང་ལ་ཕེབས་ནས་དེ་སྐབས་ལ་ང་ལ་ཞལ་པར་གནང་ན་བཀའ་མོལ་བྱུང་བའི་སྐབས་སུ་རིན་པོ་ཆེ། ཚིག་འགའ་རེ་ཅིག་བཀའ་མོལ་གནང་ཐུབ་གི་འདུག། དེ་མ་གཏོགས་གསུང་ཐུབ་གི་མི་འདུག། དེ་དེའི་སྐབས་ལ་ང་རང་སེམས་འཚབ་ཆེན་པོ་བྱུང། དེ་ནས་སྐུ་འཁོར་ཚོ་གིས་དེ་ནས་ང་ལ་རྟག་པ་གྱིས་ཟེར་ནས་གསུངས་པ་ལྟར་དུ་ལ་ངས་མོ་དང་རྟག་པ་ག་རེ་ཤེས་ཤེས་བྱས་པ་ཡིན། དེ་ནས་དེ་གི་ནང་ན་ཧ་ཅང་གི་འཚུབ་པོ། ད་འཚུབ་པོ་ཞི་དྲག་བབས་ཀྱི་འདུག་ཁོ་རང་ཚོ་ལ་ཞུས་པ་ཡིན། དེ་ནི་ཐབས་ཤེས་གཞན་ཕལ་ཆེར་མེད་པ་འདྲ་པོ་རེད་འདུག་ཐབས་ཤེས་གཅིག་ཁོ་ན་ཙམ་མ་གཏོགས། དེ་ནས་ད་གཞན་ཞབས་བརྟན་སྒྲུབ་དགོས་རྒྱུ་ལ་སོགས་པ་ནི་ཧ་ཅང་གི་མང་པོ་འདུག་ད་དེ་ཚོ་གང་ག་དེ་ནི་ཁོ་རང་ཚོ་ནས་ཞུས་པ་ཡིན། དེ་ནི་ཞབས་བརྟན་སྒྲུབ་རྒྱུ་ལ་སོགས་པ་དེ་ཚོའི་གི་ཐོག་ནས་ལ་ཁོ་ཚོས་གི་ཧུར་ཐག་འབའ་ཐག་བྱས་ནས་བསམ་གྱིས་མི་ཁྱབ་པ་བསྒྲུབས་སོང། དེ་ནས་ད་ཐབས་ཤེས། གཞན་གང་ཡང་ད། གྲ་མ་འགྲིག་པ་རེད་མ་བྱུང་པ་རེད། དེ་འདྲ་བྱས་ནས། ད་རྐྱེན་དང་བར་ཆད་ཟེར་ན་ཡང་འགྲིག་གི་མ་རེད། རིན་པོ་ཆེ་ཁྱེད་ཀྱི་འཕྲིན་ལས་དུས་ལ་བབ་པ། ད་ཕྱི་རིགས་ཀྱི་དགོངས་པ་བཞིན་དུ་ལ་ད་དགོངས་པ་རྫོགས་འགྲོ་བ་ཡིན་གྱི་རེད། ད་གང་ལྟར་ཡང་དེ་ནི་ད་དགོངས་པ་རྫོགས་ཚར་འདུག་དེ་ང་ནི་ཧ་ཅང་གི་སེམས་ཕམ་ཆེན་པོ་དང། དེ་ནི་བསྟན་པ་ཤེས་དང་ཞེ་དྲག་ལས་བྱུང་ཆེན་པོ་རེད་བསམ་ནས་ཧ་ཅང་གི་སེམས་ཕམ་ཆེན་པོ་བྱུང། ཡོངས་འཛིན་ཁྲ་འགུ་རིན་པོ་ཆེ་ཆེས་དངོས་གནས་ཀྱི་གཏན་འབེབས་ཀྱི་བྱ་བ་རླབས་ཆེན་པོ་གནང། དེ་ནང་བཞིན་གྱི་འཁོར་སློབ་མ་མང་པོ་སྐྱོང། དེ་ནས་གཞིས་བྱེས་གཉིས་ཀྱི་གདན་ས་ཉམས་གསོ་གནང། གསར་བཞེངས་མཛད། དེ་ནས་འཛམ་བུ་གླིང་གི་ཡུལ་གྲུ་མང་པོ་ལ་ཆོས་ཀྱི་འཁོར་ལོ་བསྐོར། བསྟན་པའི་རྩ་བ་བཙུགས། ཧ་ཅང་གི་ཡག་པོ་བཀའ་དྲིན་ཆེན་པོ། གནང་ཡོད་པ་རེད། ད་ང་རང་སྒེར་དུ་བྱས་པ་ཡིན་ན་ཡང། དེ་ནས་ང་རང་གི་རྩ་བའི་བླ་མ། རྡོ་རྗེ་འཆང། རྒྱལ་དབང་ཀརྨ་པ། རང་བྱུང་རིག་པ་རྡོ་རྗེ། ད་ང་རང་ལ། ད་ཁོང་སངས་རྒྱས་དངོས་སུ་ཕེབས་པ་ལྟ་བུ་ཞིག་རེད། དེ་ཡིན་དུས་ཁོང་གི་སྐུ་མདུན་ནས། དེ་ནས། ད། རབ་ཏུ་བྱུང་བསྙེན་པར་རྫོགས། དེ་འདྲའི་བྱེད་པའི་སྐབས་སུ་ལ། དེ་ནས་རིན་པོ་ཆེ་ཆེ། ལས་གྲྭ་གི་གཙོ་བོ་གནང་བ་རེད། གོང་གི་རུ་པའོ་དེ་ནས་ད་དེ་གི་ཐོག་ལ་ཅེ་དེ་ནས་མཁན་ཆེན་གནང་ནས་མཁན་ཆེན་གི་གོ་གནས་བཞེས་ཚར་བའི་གི་རྗེས་སུ་ལ་དེ་ནས་གཞུང་ཆེན་ཚང་མ་གཞུང་ཆེན་བཀའ་པོད་ལྔ་གཞུང་ཆུང་རྣམས་དང་བཅས་པ་རྒྱུད་དང་བཅས་པ། དེ་གི་ཐོག་ལ་དེ་ནི་ཤེར་ཕྱིན། མངོན་རྟོགས་རྒྱན་ཚར་གཉིས། འོ་དེ་འདྲའི་གི་དེ་ནི་བཀའ་ཁྲིད་ཆ་ཚང་བ་ཞུ་ས་གི་བླ་མ་ཡིན། དགེ་བའི་བཤེས་གཉེན་ཡིན། བཀའ་དྲིན་ཤིན་ཏུ་ཆེན་པོ་ཡིན། དེ་ནི་ང་རང་ལ་ཡང་ཁྱེད་རང་གི་དག་སྣང་གི་བཀའ་མོལ་མང་པོ་གསུངས་ཡོད་པ་རེད། འོ་དེ་ནི་ཁྱེད་ཀྱི་དེ་ནས་ཐུག་བལྟས་གི་ཡོད་རེད་ད་དེ་ཞབས་ཕྱི་སྐུ་འཁོར་ནང་མ་ཚོ་ཚང་མ་ག་ཧ་གོ་གི་རེད། རྒྱུ་མཚན་ནི་དེ་ནི་ཕལ་ཆེར་ད་གཞིས་ཀྱི་དེ་ནི་ཁྲ་འགུ་དགོན་པའི་གི་ལོ་ཆེ་བ་ཚོ་དང་གཞིས་ཀྱི་ཁྲ་འགུ་དགོན་པའི་གི་ལོ་ཆེ་བ་ཚོ་གི་རྒྱུ་མཚན་ཕལ་ཆེར་ཧ་གོ་གི་རེད། ད་དེ་འདྲ་ཡིན་དུས་དེ་ནི་ངེད་ཀྱི་ད་ད་རེས་ཆེད་འདི་འདྲ་ཟེར་ནས་དགོངས་པ་རྫོགས་འགྲོ་དུས་སེམས་ཕམ་ཆེན་པོས་ཀྱི་ཐོག་ནས་འདི་ནས་ལྷག་བསམ་རྣམ་དག་གི་ཐོག་ནས་ཞུ་རྒྱུ་འགའ་ཤས་ཅིག་ཡོད་དེ་རིན་པོ་ཆེ་གི་ཐུགས་ལ་བཞག་རོགས་གནང། དེ་ནས་ཞུ་རྒྱུ་དང་པོ་དེ། ད་ཁྱེད་ཀྱིས་མཛད་བཞག་པའི་གི་གཞི་བཞེས་གི་བསྟན་པ་དང། འོ་དེ་ག་ནང་བཞིན་གི་དེ་ནས་ཆོས་ཚོགས་ཁག་ལ་སོགས་པ་དེ་ཚོ་ག་འགའ་ལ་བླ་མ་ཡག་པོ་འདུག་མཁན་པོ་ཡག་པོ་འདུག། འོ་མཆོག་སྤྲུལ་ཡག་པོ་འདུག་དེ་ཚོ་ཚང་མ་གི་བསྟན་པ་ལས་ཞབས་ཕྱི་ཞུ། དེ་ནས་སྦྱིན་པའི་བདག་པོ་མང་པོ་འདུག་དེ་ཚོ་ཚང་མ་གི་བསྟན་པ་ལས་ཞབས་ཕྱི་ཞུ་དུས་དེར་ཁོ་ཚོ་ལ་བར་ཆད་མེད་པ། ཁོ་ཚོ་གི་བསྟན་པ་ལས་ཞབས་ཕྱི་འབྱོར་བ། དེ་ནས་མ་ཉམས་གོང་འཕེལ་དང། ཉམས་པ་སོར་ཆུད་བྱེད་ཐུབ་པ། འདི་ད་ལྟ་ཡིན་ན་ཡང་དག་བསྟན་པ་སྔོན་མ་ཉམས་སོང་བ་དེ་འདྲ་བལྟས་ཚེ་བལྟས་ཚེ་ཉམས་སུ་བྱེད་རྒྱུ་ལུས་ཡོད་ཀྱི་རེད་ད། སྤྱི་བཏང་འདི་འདྲ་ཟེར་བར་ལྟ་ན་ཕལ་ཆེར་ལུས་མེད་པ་འདྲ་པོ་ཅིག་རེད། ཁྱེད་ཀྱི་གསར་དུ་བཞེངས་བྱས་པ་ན་ཧ་ཅང་གི་རྒྱ་ཆེན་པོ་བཞེངས་གནང་འདུག་དེ་ཚོ་ཚང་མ་དེ་ལ་ཁོ་ཚོས་ཀྱི་ཞབས་ཕྱི་ཡག་པོ་འབྱོར་བ་གི་དེ་ནས་ཐུགས་སྨོན་གནང་དགོས་རེད་ཁོ་རང་ཚོས་ནས་ཞབས་ཕྱི་ཞུ་གི་རེད་ཁོ་ཚོ་ཞི་དྲག་ཡག་པོ་འདུག་ལྷག་བསམ་རྣམ་དག་འདུག་དད་པ་ཆེན་པོ་འདུག་འོ་ད་དེ་གི་ཐོག་ལ། དེ་ནས་ཞུ་རྗེས་གཉིས་པ་དེ། ད་ཁྱེད་ཀྱིས་ཡང་སྲིད་དེ་ད་འཇོག་པ་ཅིག་འཕེལ་རོགས་གནང་ཟེར་ནས་ཞུ་ཡ་ཡིན། ག་རེ་རེད་ཟེར་ན། དེ་ནས་གསང་སྔགས་རྡོ་རྗེ་ཐིག་དཔལ་གྱི་ཆོས་ཉམས་སུ་ལེན་པའི་གི་གང་ཟག་ཡོངས་སུ་རྫོགས་པ་ལ། བསྟན་པ་ཡོངས་སུ་རྫོགས་པ་ལ། སྒྲུབ་ཆུང་འཛིན་པའི་ཤིང་རྟ་རྗེ་ཤེས་རྒྱུན་འདེབས་པའི་བཀའ་དྲིན་བཅུ། དེའི་གི་བསྟན་པ་དེ། དེ་ནས་ཡོངས་སུ་རྫོགས་པ་ལ། དེ་ནས་སོ་བྱང་སྔགས་གསུམ་གྱི་ཐོག་ནས་མཆོག་གི་སྤྲུལ་པའི་སྐུ་དེ་ཧ་ཅང་གི་གར་ཆེན་པོ་རེད་ཡོད་བ་རེད། བརྒྱུད་པ་དེ་རྩ་བ་ཆེན་པོ་ཡིན་དུས་བརྒྱུད་པ་འཛིན་པར་བྱེད་པ་ལ་མཆོག་གི་སྤྲུལ་པའི་སྐུ་དེ་ཧ་ཅང་གི་གར་ཆེན་པོ་རེད་ཡོད་བ་རེད། དེ་འདྲ་ཡིན་དུས་དེའི་གི་འཛིན་ཆུང་སྤེལ་གསུམ་གྱི་ཆེད་དུ་ལ་དེ་ནས་མཆོག་གི་སྤྲུལ་པའི་སྐུ་འདི་ཚོ་ལ་དེ་ནས་བར་ཆད་མང་པོ་ཞེ་དྲག་འདུག་ད་བར་ཆད་ཡོད་པ་དེ་རྒྱུ་མཚན་དེ་གསལ་པོ་རེད། འོ། གུ་རུ་རིན་པོ་ཆེ་གི་གསུངས་ཡོད་བ་རེད། དུས་ངན་སྙིགས་མའི་གི་སྐབས་སུ་ལ། དུས་རྣམས་མི་འགྱུར་མི་རྣམས་འགྱུར་བ་ཡིན། དེ་དུས་མི་ལ་བསོད་ནམས་སྙན་གྲགས་མེད་གསུངས་ཡོད་བ་རེད་འོ་དེ་འདྲ་བོ། དེ་ན་བཞིན་གི་དེ་ནས་ད། དེང་སང་གི་དུས་ཚོད་ལ། དེ་ནས། སྤྲུལ་སྐུ་ལ་བར་ཆད་དེ། ཕྱི་ནང་གསང་གསུམ་ནས། དེ་ནས། མང་པོ་ཅིག། ཡོང་གི་འདུག། དེ་ཚོ་ཚང་མ་གི་བར་ཆད་ཀྱི་གཡུལ་ལས་སྦྱར་ནས་དེ་ནས་ཕྱི་ཕེབས་རོགས་གནང། བར་ཆད་ག་རེ་ཡོད་པ་དེ་གང་ག་ཁྱེད་ཀྱི་དགོངས་ཀྱི་རེད་བ། ད་ལྟ་ཡང་བར་ཆད་འགའ་ཤས་ཡོང་བཞིན་པ་ལྟ་བུ་རེད། ད་འགའ་ཤས་སེར་ཚ་བ་ལྟ་བུ་རེད། ད་འགའ་ཤས་དེ་འདྲའི་ཕྱིན་ནས་ད་མ་འོངས་པར་ག་རེ་རེད་ཡོང་བསམ་ནས་དེ་ལྟ་དེ་ཡང་འདྲ་པོ་ཅིག་དེ་འདྲའི་རེད་ཡོད་རེད་དེ་ཚོ་ཚང་མ་ཁྱེད་ཀྱི་དགོངས་ཀྱི་རེད་བ། དེ་མཆོག་གི་སྤྲུལ་སྐུ་མང་པོ་གིས་ནས་བསྟན་པ་ལ་བྱ་བ་བསམ་གྱིས་མི་ཁྱབ་པ་མཛད་ནས་དེ་ནི་བསྟན་པའི་བྱ་བ་ལ་དེ་ནི་འགྲན་ཟླ་མེད་པར་མཛད་བཞིན་པ་རེད་བ། དེ་ཚོའི་ཡག་ས་གི་ཐོག་ནས་ཡང་དེ་འདྲའི་ཡག་པོ་རིགས་ཡོད་བ་རེད། དེ་འདྲ་ཡིན་དུས་དེ་དེ་ཚོ་ཚང་མ་ནི་ཐུགས་དགོངས་བཞེས་ནས་དེ་ནི་ཆེད་ཀྱི་ཡང་སྲིད་དེ་མགྱོགས་པ་ཅིག་བར་ཆད་ཀྱི་གཡུལ་ལ་སྦྱར་ནས་དེ་ནི་ཕེབས་རོགས་གནང། དེ་ནས་ད་ཁྲ་འགུ་དགོན་གཞིས་བྱེས་གཉིས་དེ་ནི་སྤྲུལ་སྐུ་བློ་གྲོས་ཉི་མ་ད་གང་ག་འཛོམས་བསྡད་འདུག། དེ་ཚོ་ཡིན་དུས་ང་ལ་དེ་ན་རིན་པོ་ཆེ་དགོངས་པ་རྫོགས་སོང་ཟེར་ནས། དེ་ནས་ཆོས་རྗེ་བླ་མ་དབང་ཕྱུག་གིས། དབྱིན་བརྡ་དྲུག་སྤེལ་གྱི་དབྱིན་ཚིག་ཟེར་ན་རྟ་རིགས་བཞི་གི་ཉི་མ་དེ་དུས་གཟའ་ཉི་མ་རེད་བྱ། དེའི་སྐབས་ལ་འདི་ན་ལས་ཁ་པར་གྱི་ཐོག་ནས་ལན་འབྱོར་བ་རེད། དེ་འབྱོར་བ་ནས་བཟུང་སྟེ་དེ་ནས་ང་རང་གིས་འདི་ནས་ག་རེ་བཤད་བཤད་ཀྱི་སྨོན་ལམ་ཞུ་གི་ཡོད། དེ་ནས་གདན་ས་དཔལ་སྤུངས་ཤེས་རབ་གླིང་ལ། དེ་ནས་མར་མེ་དྷ་གསུམ་གྱི་བླ་སྒྲུབ་བླ་མ་མཆོད་པ་དེ་འདྲ་འདོན་ཞོག་ཟེར་ནས་ངས་ཡར་ལན་བསྐུར་བཞིན་ཡོད། ཁོ་ཚོས་ད་མགོ་བཙུགས་ནས་འདོན་གི་ཡོད་བ་རེད། དེ་འདྲ་ཡིན་དུས་དེ་ནི་རིན་པོ་ཆེ་ཆེ་རིགས་ཀྱི་ད་གདན་ས་ཐམས་ཅད། ཆོས་ཚོགས་ཐམས་ཅད། དགོན་སྡེ་ཐམས་ཅད་ནས་དེ་ག་ནང་བཞིན་གྱི་ག་དེ་ཡིན་ན་ཡང་ཚང་མ་བྱེད་བསྡད་ཀྱི་ཡོད་རེད་པ། འོ་དེ་འདྲ་ཡིན་དུས་དེ་ཚོ་ཚང་མ་ལ་ད་ཐུག་གི་བརྩེ་བ་ཆེན་པོས་ཀྱི་གཟིགས་ནས་ཨ་ནི་ད་ཡང་སྲིད་དེ་ཡག་པོ་ཅིག་འཕེལ་རོགས་གནང། དེ་ནས་སྤྱི་བཏང་གི་ད་ལྟ་ཆེས་ཐུག་ཡེ་ཤེས་ཆེན་པོས་ཀྱི་དབྱིངས་སུ་ལ་བཞུགས་ནས་དེ་ནས་ད། ཆོས་སྐུ་དྲུག་པ་རྡོ་རྗེ་འཆང་གི་ངང་དུ་ལ། དེ་ནས་གསར་སྟོང་རྣམ་པར་མི་རྟོག་པ་བདེ་སྟོང་རྣམ་པར་མི་རྟོག་པ། དེ་ནས་སྐུ་དང་ཡེ་ཤེས་ཟུང་དུ་འཇུག་པའི་གི་སྒོ་ནས་བཞུགས་ཡོད་བ་རེད་ཅེས་ཟག་བཅས་ཀྱི་སྐུ་སྤངས་ཚར་ནས་ད། ཟག་མེད་ཀྱི། དེ་ནས་སྐུ་ལྔ་ཡེ་ཤེས་ལྔ་ཡི་ངང་དུ་ལ་བཞུགས་བསྡད་ཡོད་བ་རེད་དེ་འདྲ་ཡིན་དུས་སྐབས་སུ་ལ། དེ་ནས་ད་དེ་གི་ཐོག་ལ་དེ་ནས་བཞུགས་པ་དེ་ད། ངེད་ཀྱི་འདི་ནས་ལ་ཐུགས་དམ་གསར་འདེབས་དང་དེ་འདྲའི་ཞུ་དེ་དགོས་ཀྱི་མ་རེད་དེ་ཡིན་ན་ཡང་དེ་ཞུ་ཞུས་པ་ཡིན་ལམ་སང་ལམ་སང་ང་རང་རང་གི་སྨོན་ལམ་བརྒྱབ་ནས་ཞུས་པ་ཡིན་དེ་ན་ད་ད་ལྟ་དེ་རིང་ཕྱི་ཟླ་དྲུག་བོད་ཀྱི་ཟླ་རིག་གཞིས་ཀྱི་ཕྱི་དྲོ་འདི་ན་ལ་དེ་ནི་ངེད་ཀྱི་འདི་ཕྱི་ལ་ཞུ་གི་ཡོད་དེ་ན་དེ་ཡིན་དུས་དེ་ན་ད་ད་རུང་ཡིན་ན་ཡང་དེ་ནས་ང་རང་གིས་མུ་མཐུད་ནས་འདི་ནི་གསོལ་འདེབས་སྨོན་ལམ་བཞེས་རྒྱུ་ཡིན། དེར་རིན་པོ་ཆེས་ཆེས་ཡང་སྲིད་ཡག་པོ་ཅིག་འཕེལ་རོགས་གནང། དེ་མྱུར་དུ་འཕེལ་རོགས་གནང། བར་ཆད་ཀྱི་གཡུལ་ལས་རྒྱལ་ནས་འཕེལ་རོགས་གནང། སངས་རྒྱས་ཀྱི་བསྟན་པ་འཛིན། སེམས་ཅན་ལ་བདེ་སྐྱིད་སྤེལ། འོ་དེ་ཡི་ཆེད་དུ་ལ་འཕེལ་རོགས་གནང། འོ་ལེགས་སོ། དེ་ནས་ད་དེ་མ་གཏོགས་ད་ལྟ་གཞན་ཞུ་རྒྱུ་མི་འདུག། འོ་བསྟན་པ་འཇིག་རྟེན་ཁམས་སུ་བྱོན་པ་དང། བསྟན་པ་ཉི་འོད་བཞིན་དུ་གསལ་བ་དང། བསྟན་འཛིན་འཕུར་ལོ་དར་བཞིན་འབྱེད་པ་དང། བསྟན་པ་ཡུན་རིང་གནས་པའི་བཀྲ་ཤིས་ཤོག། འོ། འདི་ལྟ་དུ་འགྲུབ་པའི་གི་མཐུ་འབྱོར་ཏེ། དེ་ནས་ཕྱོགས་བཅུའི་རྒྱལ་བ་སྲས་དང་བཅས་པའི་གི་བྱིན་གྱིས་བརླབ་ཏུ་གསོལ། འོ། ཡི་དམ་དཀྱིལ་འཁོར་གྱི་ལྷ་ཚོགས་ཐམས་ཅད་ཀྱི་བྱིན་གྱིས་བརླབ་ཏུ་གསོལ། ཆོས་སྐྱོང་དམ་ཅན་རྒྱ་མཚོའི་ཕྲིན་ལས་སྒྲུབས་ཤིག་གོ། འོ། དེ་ནས་བུ་ལྷ། བླ་བྲ། མཆོག་སྤྲུལ་ཚང་མ་བར་ཆད་ཀྱི་དབང་དུ་མི་འགྲོ་བར། ཁོང་ཚོས་ཁོང་རྣམ་པས་ཀྱི་བསྟན་པ་ལ་བྱ་བ་དེ་ནི་རྒྱ་ཆེན་པོ་དང་དག་སྒྲུབ་སྦྱིན་པ་དེ་མུ་མཐུད་ནས་ད་རུང་ཡག་པོ་ཡོང་བས་ཀྱི་དེ་ནི་སྲུང་མ་ཁྱེད་རྣམ་པས་ཀྱི་མཛད་དུ་གསོལ། སློབ་མ་ཐམས་ཅད་ཡིན་ན་ཡང་དེ་ནི་ཚེ་རིང་བ་ནད་མེད་པ་དེ་འདྲའི་ཀྱི་དེ་ནི་བྱིན་རླབས་སྲུང་བ་ལ། ཆོས་འབྱུང་སྲུང་མ་མཆེད་རྣམ་པའི་དགའ་མཛད་དུ་གསོལ། དེ་ནས་དཀོན་མཆོག་རྩ་གསུམ་སྦྱང་བརྩོན་གྱིས་བྱིན་གྱིས་བརླབ་ཏུ་གསོལ། འོ་ལེགས་སོ། བདེན་པ་བདར་བ་ལགས་སོ། སྨོན་ལམ་བཏབ་པ་ལགས་སོ།